བཀོད་འདུག་ག་ཕེབས་པའི་ནང་བཞུགས་ལས་གཟིགས་བཅུ་ན་ནི་མང་པོ་གི་རང་ཨིན་དྲའི་ས་ཆ་ཨོ་རི་ས་ཡི་ག་ན་མི་ས་པའི་སོ་ཧོ་ནི་ས་ཆ་དེ་དང་མ་ལེགས་པ་ཐབས་སུ་རྩི་ན་མེ་ནི་འགྱོད་ལ་མང་གི་ལ་ནི་བ་གཟིགས་བཅུ་ཨོ་ད་གཟིགས་པ་ག་མ་གོ་ལས་བཞུགས་ལས་ལ་ཨོ་རི་ས་ས་ཆ་ད་ག་གཞན་དང་མ་འགྲོགས་བྱས་ལ་སྐྱིད་དུ།

ཨ་ན་ད་བུ་ཀི་ལ་ཡེ་ཤུ་ལས་སྙིང་གི་གང་ལྟར་ཧང་ད་བུ་ཀི་ནི་མང་གི་ནི་བོ། ན་ཏེ་དེང་ད་འཆམ་འཆམ་ཀོར་བི་དི་ལས་ན་མི་ས་མི་ཀེ་ཆི་ལུ་ཀི་ལ་ལ། ད་བུ་ན་བུ་རང་ནི་ཏི་རུ་ག་དེ་ད་གེ་རང་ནི། ཉིན་མཚན་ང་འབི་ནག་མོ་ཏི་རུ་ཐུང་ག་རང་བསམ་ལོ་མི་ནི་ལེ་ཨ་མཆོད་ནི་ལ། ཨོ་མ་ཡམ་ལང་མཆོད་ལ་ཀམ། འཛམ་མི་མཆོད་ལ་ན་ཏེ་དེང་ད་ཀོར་བི་མ་དི་ནི་ལ། ནམ་ནི་རོང་གན་བ་ལོ་ཏི་རུ་བེང་ནང་ག་ཧབ་ཏུ་རུ་ཐ་ནི་བུ་ཐ་ཡེ། ནི་དབུ་ནི་ལ་ཨ་ནི་ཀོར་བི་དི་ལི་ག་ནི་ཐབས་ཤེས་གནས་དང་མོ་རི་འདི་འཇ་ན་ནི་ཤ་མ་གན་སེ་ལ་བདག་མེད་མར་བ་ནི་གཏན་མེ་བྱ་བར་ག་ལང་ནང་ཡི་བི་བྱུ་ལི་ག་གནས་བརྟན་གཤེགས་པ་ཨ་ཡེ་ལྗང་གུ་མ་ཀོར་བི་རེ་བི་བྱུ་ལ་གམ་ཏི་ཏང་ན་ཏིང་ད་ཀོར་བི་བྱུ་ལ་ནི་ཨ་ནི་འུ་ནུ་ད་བུ་སེམས་ག་འབྱེད་པ་ཤེག་པི་ན་འུ་ནུ་ད་བུ་སེམས་ག་འབྱེད་འབྱེད་པ་ནི་འབྱོད་པ་མ་ཤེག་པི་ག་དེ་འདྲ་ཡི་ཨོ་མ་ཏི་ཏ་རེ་ཀོར་བི་གེ་ལེ་ལ

ནོ་ལྟ་བུ་ལྗགས་སྔོ་མ་མཐིང་ནག་འདུལ་བ་དགའ་བོ་ནོ་ལྟ་བུ་ས་བྱ་ག་ཏེ། བྱམས་ཆེན་དཀོར་དཔལ་དེ་ནི་སྐྱིད་སྟོང་སྟོང་ཆོས་ལས་རྣམ་གསུམ་རྒྱལ་ཕྱི་ལུགས་ཀྱི་ལ་ནག་ལ། རང་དགའ་སེམས་སྐྱིད་པོ་རང་སྟེ་སྐྱིད་སྡུག་མ་བཅོས་གནས་ལ། སོང་ཨི་པའི་སྐྱིད་རང་རང་དགའ་སེམས་ཞོ་སྐྱིད་སྟོང་སྟོང་གི་སྟེ་རང་སྤྱོད་མ་ག་ལ་ལ། རྒྱུ་ནོར་སྐྱིད་པོ་རང་དགའ་སེམས་སྐྱིད་སྟོང་སྟོང་སྤྱོད་མ་ག་ལ་ལ། ན་ལོ་ཀ་སོང་སྐྱིད་པོ་རང་སྐྱིད་སྟོང་སྟོང་སྤྱོད་མ་ག་ལ་ལ། ཨེ་བག་གི་མི་ལས་ཞོ་རྒྱུ་ནོར་དང་ན་ལོ་ཀ་སོང་བྱ་རོག་བག་གི་སེམས་སྐྱིད་སྟོང་སྟོང་སྤྱོད་ག་ལས་མི་འཇའ།